ད་ལྟ་གཉིས་པ་དེ་ནི་ཞང་ཞུང་གི་ཡི་གེ་དང་དེ་དང་འབྲེལ་བའི་ཞང་ཞུང་གི་སྐད་སྐོར་ལ་ཏོག་ཙམ་ཞུ་གི་ཡིན། སྤྱི་བཏང་བོན་གྱི་གཙོ་བོ་བཀའ་འགྱུར་རེད་དེ་ག་ནང་བཞིན་གསུང་རབ་མང་ཆེ་བ་ཅིག་གཙོ་བོ་སྟོན་པའི་བཀའ་དེ་ཚོ་ཆ་ཚང་ཅིག་ཐོག་མར་ཞང་ཞུང་གི་སྐད་ནས་གསུངས་བསྡད་པ་ཤ་སྟག་བོན་གྱི་ལོས་རྒྱུས་ནང་ལ་གསལ་པོ་རེད། ཨ་ནི། དེ་འདྲ་ཡིན་དུས་ག་ལ། བོན་པོའི་དཔེ་ཆ་མང་པོ་ཞིག་ཨ་ནི་ཞང་ཞུང་སྐད་ཐོག་ནས་ཡོད་པ་རེད་ཅེས་ནས། ཟེར་བ་ཙམ་མ་ཡིན་པར་ད་ལྟ་ཡང་དངོས་སུ་སྦྱར་རྒྱུ་ཡོད་པས་ཨ་ནི། བོན་པོའི། སྲིད་པའི་མཛོད་ཕུགས་ལྟ་བུ་ཡིན་ན་ཨ་ནི་ཕྱེད་ཀ་ཞང་ཞུང་གི་སྐད་རང་འཇགས་ཐོག་ནས་བྲིས་བཞག་པ་དང་ཨ་ནི་ཕྱེད་ཀ་དེ་ཨ་ནི་དེ་ལ་བོད་སྐད་དུ་བསྒྱུར་བཞག་པས་ཨ་ནི། ཐིག་ཕྲེང་རབ་དང་རིམ་པ་བྱས་ནས་གཅིག་ཞང་ཞུང་སྐད་གཉིས་པ་དེ་བོད་སྐད་ཨ་ནི། ཐིག་ཕྲེང་གསུམ་པ་དེ་ཞང་ཞུང་སྐད་བཞི་པ་དེ་བོད་སྐད་དེ་འདྲའི་ཐོག་ནས་བྲིས་བཞག་པ་ད་ལྟ་ཡང་དངོས་སུ་སྦྱར་གྱི་ཡོད་རེད། ནི། དེ་ཙམ་མ་ཡིན་པར་ལྷག་པར་བོན་པོའི་གི། དཔེ་ཆ་རེད་རྫོགས་ཆེན་གྱི་དཔེ་ཆ་དང་དེ་འདྲ་མང་པོ་ཞིག་གི་ནང་ལ་ཐ་སྙད་མང་པོ་ཅིག་ཞང་ཞུང་སྐད་རང་སྦྱར་ཡོད་རེད་ལྷག་པར་དུ། ནི། སྒྲུབ་སྐོར་འདི་ཚོའི་གི་སྔགས་དང་འདི་ཚོ་ཚང་མ་ཞང་ཞུང་སྐད་རང་ཅག་ནས་ད་འདའ་ཡོད་རེད་དེ་ནི་ད་ཞང་ཞུང་གི་སྐད་དེ་ག་འདྲས་ཡིན་པ་དེ་ཞང་ཞུང་གི་སྐད་དེ་ཨ་ནི་བོན་པོའི་ཆོས་ལུགས་དང་འབྲེལ་བ་ག་འདྲས་ཡིན་པ་དང་ཨ་ནི་བོན་པོའི་ཆོས་ལུགས་ནང་ལ་ཞང་ཞུང་སྐད་དེ་ཨ་ནི་གལ་ཆེན་པོ་ག་ཙམ་ཡིན་པ་དེ་ཨ་ནི་མཚོན་བྱེད་འགྲོ་བཞིན་རེད་ཨ་ནི་དེ་ཙམ་མ་ཡིན་པས་ཨ་ནི་དམིགས་བསལ་ཅིག་ལ་ག་རེ་ཡོད་རེད་ཟེར་ན། ད་ཉིད་གོང་དུ་ཞུས་པ་ནང་བཞིན། ཞང་ཞུང་གི་རྒྱལ་པོ་དྷརྨ་ལིང་མི་ཅཱ་ཡིས་ཨ་ནི་ཕྱག་དམ་ཟིན་ན། ད་ང་ཚོའི་ཡིན་ན་ཨིན་ཇི་སྐད་དུ་ཞུ་བའི་སིལ། ཕྱག་དམ་ངོ་མ་དེ་ཐམ་ག་ཐམ་ག་ངོ་མ་དེ་ཨ་ནི་ད་ལྟ་དངོས་སུ། རྒྱ་གར་ལ་སྨན་རི་དགོན་པའི་བླ་བྲང་གི་རྩིས་འཕྲུལ་ནང་ལ་ནི་བཞུགས་ཡོད་རེད། དེའི་ཕྱག་དམ་དེ་གི་ངོས་ལ། ཞང་ཞུང་དམར་རྗེན་གྱི་ཐོག་ནས་ཁ་བཙན་པ་ཞང་ལིག་ཤི་ར་ཙག་སེང་བྲིས་བྱ་རེས། འདིས་ཀྱི་དོན་དག་ག་རེ་སེང་ཐམས་ཅད་དབང་བསྒྱུར་སི་བི་རྒྱལ་པོས་ནི། ད་ལྟ་སི་བི་རྒྱལ་པོ་ལས་དེ་ལིག་ཤི་ར་ཙག་ལས་དེ་ཨ་ནི། དེ་སྔོན་ལིག་མི་ཅག་གི་ཁོང་རིགས་ཀྱི་མཚན་དང་འབྲེལ་བ་ཡོད་པ་ཅིག་རེད་ལིག་མི་ཅག་ཟེར་དུས་ག་ལ་སི་བི་རྒྱལ་པོ་ཟེར་དགོས་རེད་ཨ་ནི། ད་ལྟ་འདི། ཆགས་གཏམ་དེ་ཨ་ནི། དེ་ག་ཙམ་མ་ཡིན་པ་བྱས་ཨ་ནི། དུས་རབས་བརྒྱད་པ་ནི་ཡན་ཆོད་ཀྱི་ཡིན་པ་དེ་གསལ་བོ་གསལ་རྐྱང་རེད་ཨ་ནི། དེ་ཙམ་མི་འདུག་ག་ལ་དུས་རབས་བརྒྱད་པའི་སྔོན་ནས་ཨ་ནི་ཞང་ཞུང་གི་ཡི་གེ་ཡོད་པའི་དཔང་རྟགས་ཆེ་ཤོས་ཅིག་ད་ལྟ་དངོས་སུ་བཞུགས་འདུག་པ་འདི་རེད། དེ་མ་ཡིན་པའི་ཨ་ནི་བོན་པོའི་དཔེ་ཆ་དེ་སྔའི་ཨ་ནི། ཞང་ཞུང་སྐད་ཐོག་ནས་བྲིས་བཞག་པ་གཞན་པ་ཡང་ཡོད་རེད་ཨ་ནི་ག་ཤེད་ད་ལྟ་ཨ་ནི་ཕར་ཕྱིར་ནུབ་ཡོད་པའི་བཟོ་པ་དང་ཕར་ཕྱིར་ནུབ་མེད་པའི་བཟོ་པ་དེ་བཟོ་འདྲ་བོ་དེ་འདྲ་ཡང་ཡོད་རེད་ཨ་ནི་དེའི་ནང་ནས་ཨ་ནི་ད་བོད་ཀྱི་མཁས་པ་ཤ་རི་དབུས་ཆེན་གྱིས་མཛད་བཞག་པའི་ཨ་ནི་ཤ་རིའི་འགྲམ་རྡོ་ཟེར་ནས་ད་འགྲམ་རྡོ་ཟེར་དུས་ག་ལ་དེང་སང་འདྲ་བོ་བྱས་པ་ཡིན་ན་ཨ་ནི་ད། སྐད་གཉིས་ཤན་སྦྱར་གྱི་མིང་མཛོད་འགྲོ་བྱེད་དང Dictionary འདྲ་བོ་ཞིག་རེད། ཨ་ནི་འདི་འདྲས་ཀྱི་ཤ་རིགས་འདྲ་མི་འདུག་ཟེར་ནས་ད་ཕར་ཆེར་དུས་རབས་བཅུ་དགུའི་ནང་ད་ལྟ་ཡོངས་གྲགས་མི་མང་པོའི་གཅིག་གི་ཤེས་གསལ་ལྟར་དུ་ཨ་ནི་མ་དཔེ་གཅིག་ལྷག་བདེ་བ་དང་དེ་ཡང་དེ་ནི་མ་དཔེ་བདག་པོ་དེ་ཨ་ནི་དཔེ་གཅིག་ཁོ་རང་ལ་མ་གཏོགས་མེད་པའི་ཚོར་སྣང་བྱུང་ནས་སེར་སྣ་བྱས་ནས་མི་གཞན་པ་ལ་མ་སྟོན་ནས་ད་དཔེ་ཁྱུད་རང་བྱས་ནས་སྦས་ནས་བཞག་དུས་ག་ལ་ཨ་ནི་ལམ་འགྲུལ་མ་བྱུང་ནས་ཁོ་རང་གི་གྲྭ་ཤག་མེ་འབར་བ་དང་ཨ་ནི་མ་དཔེ་དེ་མེར་ཤོར་བའི་ནད་དང་སྐྱེ་བོ་བཅས་འབྱུང་བས་རེད་ཡིན་ན་ཡང་ད་དུང་མིག་ཞིམ་པའི་གི་ཚོར་སྣང་ལ་བཅས་ན། ཤ་རིའི་འགྲམ་དུ་མ་དཔེ་ཞིམ་པ་ཡོད་སྣང་རེད་དེ་འདྲས་ཡོད་རེད། ཨཱ་འདི་ཚོ་དངོས་གནས་ཞང་ཞུང་གི་སྐད་ཡིག་ཐོག་ནས་ཨཱ་ནི། སྐད་ཐོག་རང་ནས་ཨཱ་ནི། ད་བོན་པོའི་གི་གསུང་རབ་བཞུགས་བསྡད་པ་དེ་ཚོ་རེད། འོ་ན་ད་འདི་འདྲས་ཀྱི་སྐད་དེ་རྒྱག་མཁན་ག་འདྲས་ཀྱི་ཡོད་རེད་ཟེར་ན། ཨ་ནི་ད་ད་ལྟ་ཞང་ཞུང་གི་སྐད་གཙང་མ་རྒྱབ་བསྡད་མཁན་དེ་དཀོན་པོ་ཞེ་དྲག་རེད། ཡིན་ན་ཡང་ཡ་མཚན་ཡ་གཅིག་ལ་ག་རེ་ཡོད་རེད་ཟེར་ན། སྔར་ཞང་ཞུང་གི་ས་ཆ་ཡིན་པ་དེ་ཚོ་གི་རི་དང་ཆུ་དང་ཨ་ནི་གནས་དང་འདི་ཚོ་གི་སེམས་ཅན་ཐ་དང་འདི་ཚོ་གི་མིང་ཐ་སྙད་དང་ཅིག་བོན་པོའི་དཔེ་ཆ་ནང་ལ་ས་དེ་བའི་ཐ་སྙད་དང་གཉིས། ཨ་ནེ། དེ་ག་ནང་བཞིན་དེང་བཟང་ཧི་མ་ལ་ཡའི་རི་རྒྱུད། ཨ་ནེ། མགོ་ལ་དྭགས་ནས་བཟུང་ནས། མོན། རྟ་དབང། བར་དུ་རི་སྤྲིན་ཕྲ་མོ་གཅིག་གི་རྒྱུད་ལ། ཨ་ནེ། བོན་གཞུང་དེ་ནང་དུ་གསལ་བའི་ཨ་ནེ་མིང་ཚིག་དེ་ཚོ་ཁོ་ཚོའི་སྐད་ཡིག་ནང་ལ་རྙེད་རྒྱུ་ཡོད་པ། རྙེད་རྒྱུ་ཡོད་པ་དེ་ཕན་ཚུན་གོ་བསྡུར་བྱས་ན་ར་འཕྲོད་རྒྱུ་ཡོད་པ། འདི་འདྲའི་མང་པོ་ཞིག་མཐོང་རྙེད་ཡོད་རེད།

མིང་ཡིན་པ་ཞང་ཞུང་གི་ད་སྐད་ཐོག་ནས་བོན་པོའི་ཡིག་ཆ་ནང་ལ་འཁོད་དོན་རེད་གཉིས་ནི་ཨ་ནི་དེང་སང་ཞང་ཞུང་སྐད་དང་འབྲེལ་བ་ཡོད་པའི་ཁུ་ནུ་དང་གར་ཤ་དང་དེ་ག་ནང་བཞིན་གྱི་ད་གསེར་རིབ་དང་ད་རྟ་མང་དང་འདི་ཚོ་སྐད་མང་པོ་ཞིག་སྙན་ཞང་དང་འདི་ཚོའི་སྐད་ནང་ལ་ཨ་ནི་ཆུ་ལ། ཏི་རང་ཟེར་གྱི་རེད་ཨ་ནི་སྲས་ནི་ཁོ་ཚོ་ལུང་རྒྱུད་འདི་ཚོའི་ཚང་མ་གི་སྐད་ཐོག་ནས་ལྷག་ཟེར་ནས་གོ་གི་འོ་རེད་ཨ་འདི་ཆུ་གི་ལྷག་ཟེར་ན་རྒྱུ་མཚན་ག་རེད་ཟེར་ན་གངས་ཏི་སེ་དེ་ལོས་རྒྱུས་ནང་ལ་ཨ་ནི་ཁ་འབབ་ཆུ་བཞི་འབྱུང་ས་གི་གཙོ་བོ་གི་ལྷག་ལྟ་བུ་ཅིག་ཡིན་པའི་ཆ་ནས་ཨ་ནི་ཏི་སེ་ཟེར་ནས་ཆུ་ལྷག་ཟེར་ནས་དེ་འདྲ་ཞིག་གོ་ཡ་ཅིག་ཡོད་རེད་ཨ་ནི་གཉིས་པ་དེ་ལ་རྨ་རྒྱལ་སྤོམ་ར། སྤོམ་ར་ཟེར་ཏེ་བོན་པོའི་ཡིག་ཆ་རྙིང་པ་ནང་སྤོམ་རང་ཡོད་རེད། སྤོམ་རང་དེ་ལ་འགྲེལ་བཤད་ག་འདྲས་རྒྱག་དགོས་ཟེར་ན་སྤོམ་ཟེར་ན་གངས་རྙིང་པ། རང་ཟེར་ན་རི། ད་འདི་རང་དང་སྤོམ་དེ་ད་ལྟ་བོན་པོའི་དཔེ་ཆ་ནང་ཡོད་བ་དང་བོད་ཀྱི་ས་ཐོག་གནས་ལས་ཡོད་བ་ཙམ་མ་ཡིན་པར་ཁུ་ནུ་དང་འདི་ཚོའི་སྐད་ནི། གངས་ལ་སྤོམ་ལབ་གི་རེད། རི་ལ་རང་ལབ་གི་རེད། ད་ལྟའི་ཁུ་ནུ་ལུང་པའི་གི་རི་མང་པོ་ཞིག་གི་མིང་ལ། ར་རང། མོ་རང། ད་འདི་འདྲས་ནས་རིགས་ཀྱི་ཚང་མ་རྩ་རང་ཟེར་ཚང་མ་རིགས་ཀྱི་མིང་དེ་ད་ལྟ་ཡོད་རེད། ཨ་ནི་འདི་ཚང་མ་སྒྲུབ་བྱེད་ཅིག་གི་རེད། ཨ་ནི་དེ་ག་ནང་བཞིན་གྱི། སྤུ་རྒྱལ། སྤུ་རང། སྤུ་ལྡེ་ཟེར་ནས་ད་བོད་ཀྱི་ས་ཆ་དང་རྒྱལ་པོ་མིང་ད་དེ་ཚང་མ་འབྲེལ་བ་ཡོད་པ་དེ་སྤུ་ཟེར་ན་གངས་རེད། ཨ་ནི་རང་ཟེར་ནས་སྤུ་རང་གི་རང་ཟེར་ན་གངས་རི་རང་རེད། སྤུ་རྒྱལ་ཟེར་དུས་གངས་རི་གི་རྒྱལ་པོ་གངས་རྒྱལ་ཟེར་ནས། ཨ་ནི། སྤུ་ལྡེ་ཟེར་ན་ལྡེ་ཟེར་ན་ཡང་ཞང་ཞུང་གི་རེད་འདི་ཚོ་ཡང་འབྲེལ་བ་ཡོད་པ་ཅིག་རེད། གཉིས་པ་དེ་ལ་ཨ་ནི་བདག་གིས་གོང་དུ་ཞུས་པ་ནང་བཞིན་བྱས་ནས། ལ་དྭགས་ནས་བཟུང་ནས་གར་ཤ་སྤི་ཏི་ཨ་ནི་ཁུ་ནུ་ཚང་རོ་ཨ་ནི་དེ་ག་ནང་བཞིན་གྱི་དོལ་པོའི་སྨད་ལ་ཡོད་འདོད་པའི། ཏི་ཤི་རོང་གི་སྐད་དེ་ལ་ཀལ་སྐད་ཟེར་རེད་ཨ་ནི་གློག་གི་སྨད་ལ་ཡོད་པའི་སེ་རིབ་སེ་རིག་པའི་སྐད་ལ་སེ་སྐད་ཟེར་རེད་ཨ་ནི་སྙན་ཤང་གི་སྐད་ལ་སར་སྐད་ཟེར་རེད་ཨ་ནི་དེ་ག་ནང་བཞིན་གྱི། རྟ་མང་གི་ནང་ལ་ཡོད་རེད་ཨ་ནེ་དེ་ག་ནང་བཞིན་འདི་ནས་མ་རྒྱུད་ནས་བསྡད་ནས་ད་ལེབ་བྱ་དང་འདི་ནས་མ་རྒྱུད་ནས་མོན་རྟ་བང་བར་དུ་རི་རྒྱུད་ཕྲ་མོ་གཅིག་གི་ནང་ནས་འདི་ནས་མ་ཆ་ཚང་རི་རྒྱུད་གཅིག་གི་ཐོག་ན་ཨ་ནེ་དེ་སྔས་མ་ཞང་ཞུང་གི་སྐད་རྙིང་པ་དང་འབྲེལ་བ་ཡོད་པའི་ཨ་ནེ་ཚིག་མང་པོ་རྙེད་ཡོད་རེད་འདི་ནང་ལ་ཐུ་མོང་མ་ཡིན་པ་ཅིག་ག་རེ་ཡོད་ཟེར་ན་སྒྲུབ་བྱེད་རྙིང་ཞེ་ཞོལ་ཅིག་ལ་ཁོ་ཚོ་ཚང་མའི་སྐད་ནང་ལ་ཨ་ནེ་སྐད་དེ་འབྲེལ་བ་ཡོད་མེད་བལྟ་ཡ་ལ་ཨ་ནེ་གྲངས་ཀ་གི་ཐོག་ནས་གནད་འགག་ཅིག་ཡོད་རེད་འདི་གནད་འགག་དེ་ག་རེ་ཡོད་ཟེར་ན་བོད་ཀྱི་གྲངས་ཀ་དང་གཙང་བོ་མི་འདྲ་བ་ཞིག་ཁོ་རང་ཚོ་ཐུན་མོང་ཚང་མ་གིས་སྐད་དེ་ཞང་ཞུང་གི་ཡིག་ཐོག་ནས་བཀོད་བཞག་པའི་གྲངས་ཀ་དེ་དང་མཐུན་པར་བྱེད། དེའི་ནང་ནས་གྲངས་ཀ་གི་གཅིག་དང། ཨ་ནི་བཞི་དང་བདུན་དེ་ཚང་མ་མཐུན་དོད་རེད། ཨ་ནི་གཅིག་གི་སྒྲ་དེ་ལ། ཕལ་ཆེ་བ། རྟ་ཡིག་ཐོག་ནས་ཡོད་རེད། ཞང་ཞུང་སྐད་ནས་གཅིག་ལ་ཏིག་ཟེར་གི་རེད། ཨ་ནི་ཁོ་ཚོའི་སྐད་ཚང་མ་དང་ལ་ཏིག་ལབ་སྟེ་བ་དང་ཏིག་ཀ་ལབ་སྟེ་དེ་འདྲའི་འབྲེལ་བ་མང་པོ་ཡོད་རེད། གཉིས་པ་དེ་ལ། ཨང་ཀི་བཞི་རེད། ཨང་ཀི་བཞི་དེ་ལ་ཞང་ཞུང་སྐད་དུ་ན་བིང་ཨ་ལབ་བཞག་ཡོད་རེད། ཨ་ནི་བིང་ཟིང་ལབ་ཡོད་རེད། ཨ་ནི། ལུང་པ་དེ་ཚོའི་རིགས་རྒྱུད་དེའི་སྐད་ནང་ནས། བིང། བི་ལི། བི། བི་ང། འདི་འདྲའི་རང། བག་གི་སྒྲ་མ་གཏོགས་ཞྭ་ཡི་སྒྲ་རྩ་བ་ཉིད་ནས་ཡོད་མ་རེད། གསུམ་པ་དེ་དུན་རེད། དུན་དེ་ལ་ཞང་ཞུང་གི་ལན་གཉིས་ལབ་བཞག་རེད། ཨ་ནི། ད་ད་ལྟ་རིགས་རྒྱུད་འདི་ཚོ་ཚང་མ་གི་སྐད་ཐོག་ནས། ནི་ནི་ནི་སེ། ཧ་ན། དེ་འདྲས་སོང་ཡང་ཆ་ཚང་གི་ན་གི་སྒྲ་རང་ཡོད་བསྡད་པ་དེ་འདྲས་སྒྲུབ་བྱེད་ཡག་པོ་བྱོས་རེད། ཨ་ནི་དེ་ཙམ་མ་ཡིན་པའི་ནམ་མཁའ་ལ་དམུ་ཟེར་བ་དང་ལམ་འགའ་ལ་རྒྱུམ་ཟེར་བ་དང། ཨ་ནི་ཆུ་ལ་ཏི་ཟེར་བ་དང་མེ་ལ་ནད་ཟེར་བ་དང། ཨ་ནི་གསེར་ལ་དམར་ཟེར་བ་དང་དངུལ་ལ་དམུལ་དང་ཏིང་ཟེར་བ་དང། ཨ་ནི་ཆང་ལ་ཡུ་ཏི་ཟེར་བ་དང། ད་ལྟའི་ཞང་ཞུང་གི་སྒྲ་དེབ་ཟེར་མི་ན་མིང་མཛོད་ཟེར་ན་དཔེ་ཆ་ནང་ལ་འཁོད་བསྡད་པ་ནང་བཞིན་གྱི་ད་ལྟ་ལུང་པ་དེ་ཚོའི་སྐད་ནང་དངོས་སུ་བེད་སྤྱོད་བརྒྱབ་བསྡད་པ་ཁ་ནས་བཤད་ཡ་ཡོད་པ་ད་ལྟ་ཡ་མཐོང་ཡ་ཡོད་རྒྱུ་དེ་འདྲ་ཞིག་རེད། དེ་ཙམ་མ་ཡིན་པ་ལུང་པ་དེ་ཚོ་ལ་དྭགས་དང་ཁུ་ནུ་གར་ཤ་དེ་འདྲ་མང་པོ་ཞིག་ལ་ང་རང་དངོས་སུ་འགྲོ་ནས་ནི་མི་མང་དང་སྐད་ཆ་བཤད་ནས་དེ་འདྲ་སྐད་ཆ་བཤད་ཡོང་དུས་ག་ལ་ན་སྔ་མོའི་བོད་ཀྱི་ལོས་རྒྱུས་ནང་ལ་ཡོད་བསྡད་པའི་ཚིག་རྙིང་པ་ནི། དེང་སང། འགྲེལ་བཤད་དང་གོ་བ་ལེན་མི་ཐུབ་ཡ་མང་པོ་ཞིག་ལུང་པ་འདི་ཚོའི་ནང་ལ་ད་དུང་ཡང་བེད་སྤྱོད་རྒྱབ་ནས་གོ་བ་ལེན་ཡ་ཡོད་ཀྱང་མཐོང་ཡ་འདུག་དཔེར་ན། ཨ་ནི། སྔོན་མ་གི་དཔེ་ཆ་ཚུན་ལ་འདི་བཟོ་ཡ་དེ་ནང་ལ་ཨ་ནི། སྐྱིན་པོ་རུ་རིང་ཟེར་ཡ་འདུག་རེད་སྐྱིན་ཟེར་ཡ་དེ་རུ་རིང་ཟེར་ཡ་ར་ཅོ་རིང་པོ་ཡོད་སྐྱིན་ཟེར་ཡ་དེ། སེམས་ཅན་ག་རེ་གི་མིང་ཡིན་པ་དང་ད་ལྟ་བོད་པའི་སྤྱི་ཚོགས་ནང་ལ་ཕ་རྗེས་ཤེས་མདོག་ཁ་པོ་མ་རེད། ཡིན་ན་ཡང་ཞང་ཞུང་གི་དཔེ་ཆ་ནང་ལ་ཡོད་རེད་བོན་པོ་དཔེ་ཆ་ནང་ལ། ཡིན་ན་ཁུ་ནུ་དང་གར་ཤ་ནི་ལ་དྭགས་འདི་ཚོར་ཕྱིན་པ་ཡིན་ན་སེམས་ཅན་སྐྱིན་ཟས་བྱེད་རྣ་བ་ནང་བཞིན་རྭ་ཅོ་རྒྱུ་བོ་ཆེན་པོ་བྱེད་དེ་ངས་བྱེད་རེད་ད་ལྟའི་ཁོང་ཚོས་སྐྱིན་རང་ཟེར་གི་རེད་འདིའི་སེམས་ཅན་དེ་མིང་ཡིན་པ་དང་དེ་ག་ནང་བཞིན་ཡང་ཆོས་དང་འབྲེལ་བ་བྱེད་པ་ཡིན་ན་བོན་པོའི་དཔེ་ཆ་ནང་ཕ་དང་བོན་གྱི་བསྟན་པ་སྲུང་སེ་ཕ་བ་སེ་ཕ་ཆོས་སེ་ནི་དེ་འདྲས་མང་པོ་བཤད་ཡོད་རེད་ད་ལྟ་བར་ཤ་དང་དེ་ཚོ་ནང་ལ་ཡིན་ན་ཁོ་ཚོ་ཁ་ཤིག་ཟེར་ན་བོན་པོ་རེད་མདོག་མདོག་བྱས་ཡ་ཞིག་ཡོད་རེད་དེ་ཚོ་རྒྱུད་པ་དེ་ཕ་ཡི་རྒྱུད་པ་ཟེར་ནས་ལྷ་བ་དང་དེ་འདྲས་ཅིག་ལ་བརྩིས་ཏེ་ཡ་དེ་འདྲའི་ངོ་ནས་རྒྱུ་མཚན་ད་འདུག་ལུགས་སུ་ལྷག་བདེ་བ་ཡོད་རེད། ཨ་ནི། དེ་ག་ནང་བཞིན་གྱི་རིག་གཞུང་འདི་འདྲ་དང་འབྲེལ་བ་ཡོད་རེད་ཀྱོ་སྔོན་མ་གནའ་སྔོན་མ་ཞང་ཞུང་གི་བསྟན་པ་དེ་ཤུགས་ཆེན་པོ་ཡོད་པའི་དུས་ཚོད་ལ་བོད་ཀྱི་རྒྱ་བོད་དང་བོན་ཞེན་མཉམ་འཛོམས་ཀྱི་ལོ་རྒྱུས་འདྲ་མང་པོ་ཡོད་རེད་ཨ་ནི་དཔེར་ན། རྒྱ་བོད་ཀྱི་གཤེན་ཟེར་འདྲ་དང་བླ་མ་དེ་ལ་ངོ་ནས་སྐུ་གཤེན་རྒྱ་བོད་ཀྱི་བླ་མ་དེ་ལ་ཨ་ནི་ཐོབ་ཐང་ཆེན་པོ་སྤྲད་ནས་ཨ་ནི། རྒྱལ་པོ་གི་ཚིག་གཅིག་མ་བཟུང། བླ་མ་གི་ཚིག་གཅིག་མ་བཟུང་ངོ་ནས་རྒྱལ་པོའི་ཁ་མི་གྲག་པའི་ལོ་རྒྱུས་ཡོད་པ་ནང་བཞིན་ཨ་ནི། ཕྱིས་སུ་བློ་ཡིན་ན་བློས་རྒྱལ་པོ་དང་ཁོང་གི་སྐུ་གཤེན་དུ་བཟོ་བར་ཐལ་ལ་དེ་གི་རིག་གཞུང་དེ་ད་ལྟ་བར་དུ་མ་ཉམས་པར་ལྷག་དེ་བས་དེ་འདྲའི་མཇལ་ཡ་ཡོད་རེད། ཨ་ནི། འདི་ཚོ་ཨ་ནི། ད་འདི་འདྲའི་སྐད་དང་རིག་གཞུང་འདི་ཚོ་ཚང་མ་འབྲེལ་བ་ཡོད་པ་ཅིག་རེད། ཨ་ནི། འདི་མཇུག་ནས་ཨ་ནི། ཞང་ཞུང་གི། རིག་གཞུང་དང་འབྲེལ་བ་ཡོད་པ་ཁ་ཤས་ཀྱིས་མུ་མཐུད་ནས་ཞུ་གི་ཡིན།